ཅེས་བླ་མ་རྡོ་རྗེ་འཛིན་པ་དང་པོ། དང་སློབ་མ་རྣམས་ལུས་ཙོག་པུར་བཞུགས་ལ། སེམས་གཞན་དུ་མ་ཡེངས་པར་སྒོ་གསུམ་གནད་དུ་བསྣུན་པས། ཡེ་ཤེས་པ་ཕེབས། ཡེ་ཤེས་པ་ཕེབས་པས་དེ་ནས་ལུས་འདར་བ་དང་སྤུ་བསྲིངས་བསྲིངས་བ་ངག་ཏུ་རྣ་གཅོད་དང་དོ་ཧ་ལ་སོགས་པའི་གླུས་བརླན་པ། དེ་ནས་སེམས་བདེ་བ་དང་སྲ་བ་མི་ལྡོག་པའི་ཡོན་ཏན་ཁྱད་པར་ཅན་རྒྱུད་ལ་སྐྱེ་བར་འགྱུར་བས་དེ་དག་ལ་དམིགས་ཏེ་སེམས་མ་ཡེངས་པར་ཞུ། མཛོད། སློབ་མ་རྣམས་ནང་གི་ཆོས་བདུན་དང་ལྡན་པའི་སྙིང་གའི་ནང་དུ་གཡུང་དྲུང་འཁྱིལ་བ་སྙིང་གི་ནང་དུ་གཡུང་དྲུང་འཁྱིལ་བ་དམར་པོ་གཅིག་གི་ནང་དུ་ཟླ་བའི་དཀྱིལ་འཁོར་གཅིག་དེའི་སྟེང་དུ་ལ་ཡི་གེ་ཡམ་གཅིག་བསྒོམ། ད་ནས་གཡུང་དྲུང་གི་ཡན་ལག་བཞི་ལ་ཧ་རི་ནི་ས་ཞེས་ཡི་གེ་བཞི་བསམ། ད་ནི་ཡི་གེ་ཡམས་ལས་རླུང་བྱུང་བས་གཡུང་དྲུང་འཁྱིལ་བ། སྙིང་དང་བཅས་པ་སྟེ་གཡོན་དུ་འཁོར་བ་ལྟར་འདི་སྐབས་སུ་གཡོན་སྐོར་དུ་འཁོར་བས། ད་ནི་ཐུགས་ཀའི་ས་བོན་ལས་འོད་ཟེར་འཕྲོས་པས་སྲིད་དུ་ཨོམ་ཨ་ཧོང་ཨོམ་ཧོང་བཀྲམ་ཧྲི་ཨ་སི་ཏི་བ་ལ་ཧོང་ཛ་ཞེས་པའི་རྩ་བའི་སྔགས། ཐུགས་ཀའི་ས་བོན་ལས་འོད་ཟེར་འཕྲོས་པས་རིགས་ལྔའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་རིག་འཛིན་ཆེན་པོ་རྣམས་དང་མཁའ་འགྲོ་དཔག་ཏུ་མེད་པ་སྤྲིན་ཕུང་གཏིབས་པ་དག་བྱོན་ནས་ཁྱེད་རང་རྣམས་ཀྱི་སྙིང་གའི་ནང་དུ་སིབ་སིབ་ཐིམ་པས་འཁྲབ་ཅིང་གར་བྱེད་པར་བསམ་ལ་ཡེ་ཤེས་པ་ཕབ་བྱུང་སྙམ་པའི་མོས་པ་རྩེ་གཅིག་ཏུ་མཛོད་ཀྱིས་ཨོམ་ཨཱ། ད་ཁྱེད་རང་རྣམས་དཀྱིལ་འཁོར་གྱི་ཤ་ཞིག་མགོ་ལ་ཡོད་དེ་ནི་ཕྱག་འཚལ་བའི་དམིགས་པ་གནང་བར་ཞུ། ཅེས་ཞབས་གོས་བཟུང་བས་གདོང་གཡོགས་བཅིང་བར་ཞུ། ད་གདོང་གཡོགས་དེ། སྔོན་མ་ཞུས་པ་ལྟར་དུ་རེད་མ་རིག་པ་མཚོན་པའི་བརྡ། ཀུན་འབྱུང་ལས་དང་ཉོན་མོངས་པ་དེ་ཡི་རྩ་བ་དང། དེ་འཛིན་ལྷན་སྐྱེས་ཀྱི་མ་རིག་པ་འདི་ལ་བརྟེན་ནས། དེ་ནི་འཁོར་བ་ཐོག་མ་མེད་པ་ནས་ད་ལྟ་རང་གི་སེམས་ལ་ཡོད་པས། དེ་ནི་རིགས་ལྔ་ཡི་དོན་དམ་པའི་རིགས་ལྔ་ཡི་ཞིང་ཁམས་དེ་ཞྭ་ཡལ་གྱིས་མཐོང་མ་ཐུབ་པ་རེད། ད་ད་ལྟ་བླ་མེད་ཀྱི་དབང་དོན་ངོ་སྤྲོད་དུས། ཡེ་ཤེས་པ་ཕབ་བསྟན་ནས་ལུས་ཐ་མལ་དུ་མ་གནས། ངག་ཐ་མལ་དུ་མ་གནས་སེམས་ཐ་མལ་དུ་མ་གནས་པ་ལུས་ངག་ཡིད་གསུམ་བསྟན་ནས་རྒྱལ་བ་རིགས་ངན་གྱི་སྐུ་གསུང་ཐུགས་གསུམ་དབྱེར་མེད་པ་ཡིན་པར་ཤེས་པས་དེའི་སྐབས་སུ་བསྟན་ནས་ནང་གི་དོན་དམ་པའི་དཀྱིལ་འཁོར་མངོན་དུ་མངོན་སུམ་དུ་ཞལ་ཕྱེ་བས་དེ་ནི་ཕྱི་ཡི་བརྡ་ཐབས་དང་མཚོན་བྱེད་ཀྱི་དཀྱིལ་འཁོར་དེ་ཞལ་མཇལ་བ་རེད། དང་མེ་ཏོག་འཐོར་ལ། ད་གིན་མེ་ཏོག་ཆ་ཡོད་པ་དེ་སྐྱེས་བདེ་གཤེགས་སྦྱོར་རོ། ད་གསུངས་པདྨའི་རིགས། འདོད་ཆགས་སོ་སོར་རྟོག་པའི་ཡེ་ཤེས་ཉིད་དུ་གྲོལ་ནས་དེ་ལས་སངས་རྒྱས་པདྨའི་རིགས་ཀྱི་གསུང་འགག་པ་མེད་པར་ད་རྣལ་འབྱོར་བ་རེད། ཐུགས་ཀྱི་དབང་བསྐུར་བ་ས་བཅད་པའི་སྙིང་རྗེ་མེད་པའི་དཀའ་བའི་ལས་ཀྱི་རླུང་ངོ། དེ་ལྟར་སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་རང་གིས་རིག་པ་ཡིན། ད་འདི། རང་བྱུང་རིག་པའི་གེགས་དང། མཐར་ཐུག་གི་སྐྱེལ་སོ་ངོ་སྤྲོད་དེ་དེ་རེད་ད། རིག་པ་འདི་རིགས་ལྔ་ལ་སྦྱར། དེ་ནས་རླུང་ལྔ་ལ་སྦྱར་བ་དང། དེ་བཞིན་དུ་ལ་དྭགས་ཡེ་ཤེས་ལྔ་དང་སྐྱ་བྷ་ལ་སོགས་པ་དེ་ཚུལ་ཐམས་ཅད་ཀྱི་ཚུལ་བསྡུས་དོན་དེ་འདི་རྣམས་ལ་གསུངས་ཡོང་དུས་སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་རང་གིས་རིག་པ་ཡིན། ནས། རིག་པ་དེ་གང་འདྲ་ཞིག་ཡོད་རེད་ཟེར་ན་ས་སྟོང་འཛིན་མེད་རེད། ས་སྟོང་གཉིས་སུ་མེད་པའམ་ས་སྟོང་འཛིན་པ་མེད་པ་ཆེན་པོ་ཡིན། ས་སྟོང་འཛིན་མེད་ཀྱང་མཐའ་གྲོ་ཀློང་ཡངས་ཆེན་པོའི་དགོངས་པ་ཡིན་ཟེར་ཡ་ད་འདི། མཁའ་འགྲོ་སྙིང་ཏིག་གི་ད་བསྡུས་དོན་ངོ་མ་དེ་འདི་ནང་ལས་ཀྱི་ཡོད་གསུངས་བ་རེད། བསྡུས་དོན་དེ་ད། ག་རེ་ཟེར་ན་འདི་མཐའ་འགྲོ་ཡངས་པ་ཆེན་པོ་ཟེར་ཡ་འདི། འདི་ནི་མཁའ་འགྲོ་སྙིང་ཏིག་དང་ཡང་ཏིག་གི་ད་འདོད་དོན་གཙོ་བོ་ནི་འདི་ནང་ལ་དབོལ་གྱི་ཡོད་པ་རེད། དེ་ཡང་ད་ལྟ་འདི་མཁའ་འགྲོ་ཡང་ཏིག་གི་ནང་ལ་ཁྲིད་ནམ་མཁའ་སྐོར་གསུམ་ཟེར་ཡ་ཞིག་ཡོད་རེད་ཀློང་ཆེན་གྱི་དེ་ནམ་མཁའ་སྐོར་གསུམ་ནང་ནས་ད་དང་པོ་དེ་ནམ་མཁའ་རབ་འབྱམས། གཉིས་པ་དེ་ནམ་མཁའ་ཀློང་ཡངས། གསུམ་པ་དེ་ནམ་མཁའ་དྲི་མེད་རེད་ད། སེམས་ཁྲིད་ནམ་མཁའ་སྐོར་གསུངས་གནང་ནས་ནམ་མཁའ་དྲི་མེད་ཀྱི་སྐབས་སུ་དེ་ནི། མཁའ་འགྲོ་སྙིང་ཏིག་གི་བསྡུས་དོན་དེ་གསུངས་ཡོང་དུས། དེ་ནི་མཁའ་འགྲོ་ཡངས་པ་ཆེན་པོ་ཟེར་ཡ་དེའི་ནང་ལ་བསྡུས་ནས་གསུངས་ཀྱི་འདུག་བ། སྐུ་གསུམ་ཐིམ་རིམ་གྱི་ཐོག་ནས་བཤད་ཡོང་དུས། དེ་ཡང་ཚིག་གི་ནང་ལ་འདི་གསུངས་ཡོད་རེད། གང་དུ་འཁྲུལ་སྣང་སྤྲུལ་སྐུར་ཐིམ་པ་ཡིས། འདི་འཁྲུལ་པའི་སྣང་བ་འདི། སྐུ་གསུམ་ལ་ཐིམ་དགོས་ཀྱི་ཡོད་རེད་སྐུ་གསུམ་ཐིམ་པའི་ནང་ནས་སྐུ་གསུམ་གྱི་ནང་ནས་དང་པོ་སྤྲུལ་སྐུ་ལ་ཐིམ་པ་རེད། འོ། གང་དུ་འཁྲུལ་སྣང་སྤྲུལ་སྐུར་ཐིམ་པའི་ཚེ། སྤྲུལ་སྐུ་ལ་ཐིམ། སྤྲུལ་སྐུ་དེ་ལོངས་སྐུ་ལ་ཐིམ་དགོས་ཀྱི་ཡོད་འདུག་སྤྲུལ་སྐུ་ལོངས་སྐུར། ལོངས་སྤྱོད་རྫོགས་པའི་སྐུ་ལ་སྤྲུལ་སྐུ་ལོངས་སྐུར། ལོངས་སྐུ་ཆོས་སྐུར་ཐིམ། གང་དུ་འཁྲུལ་སྣང། གང་དུ་འཁྲུལ་སྣང། སྤྲུལ་སྐུར་ཐིམ་པའི་ཚེ་སྤྲུལ་སྐུ་ལོངས་སྐུ་ལོངས་སྐུ་ཆོས་སྐུར་ཐིམ། ད་འོ་ན་ཆོས་སྐུ་དེ་ག་བ་ཐིམ་གྱི་ཡོད་རེད་ཟེར་གསུངས་ཡོད་དེ། ད་ནི་དེ་མཐའ་གྲོལ་ལོ་ཟེར་ཡ་འདི་ན། ཆོས་སྐུ་མཐའ་གྲོལ་གདོད་མའི་ཀློང་དུ་ཐིམ་གསུངས་བཞག། ཆོས་སྐུ་མཐའ་གྲོལ་གདོད་མའི་ཀློང་དུ་ཐིམ། མཐའ་ཐམས་ཅད་དང་བྲལ་བའི་ཀློང་ཡངས་ཆེན་པོ་ད་འདི་ས་དོང་མཛེས་མའི་མཐའ་གྲོལ་ཡངས་པ་ཆེན་པོ་ཟེར་ཡ་འདིའི་ནང་དུ། ད་འདི་བཤད་ཡོང་དུས། འོ། མཐའ་ཐུག་གི་སྐྱེ་ཚོ་དང་བབས་ཚོ་དེ། མཐའ་གྲོལ་ཡངས་པ་ཆེན་པོ་འདི་རེད། མཐའ་གཉིས་ཀྱི་སྐབས་སུ་ཆོས་སྐུ་སྤྲོས་བྲལ། མཉམ་ཉིད་ལ་སོགས་པའི་ཐ་སྙད་མང་པོ་ཞིག་སྦྱར་གྱི་ཡོད་རེད་དེ། ཡིན་ན་ཡང་དོན་དག་དེ་མཁའ་འགྲོ་དང་སྙིང་ཡང་གཉིས་ཀྱི་སྙིང་ཏིག་ཡང་ཏིག་གཉིས་ཀྱི་མཐར་ཐུག་གི་བབས་སོ་དེ་མཐའ་འགྲོ་ཆེན་པོ་ཡིན་དུས་ཆོས་སྐུ་མཐའ་འགྲོ་གདོད་མའི་ཀློང་དུ་ཐིམ། དེ་ཐིམ་ཡོང་དུས་དེ་ནི་ནང་སར་ཡེ་ཤེས་བུམ་པའི་སྐུ་དེ་ཉིད། ཕྱི་སར་ནང་སར་གཉིས་ཡོད་པའི་ནང་ནས་ནང་སར་དེ་ཞུ་ན་བུམ་སྐུའི་སའི་ཡ་དེ་སྔོན་མ་ཞུས་བསྡད་པ་ཡིན། ནང་སར་དེ་གཞོན་ནུ་བུམ་པའི་སྐུ་རེད། གཞོན་ནུ་བུམ་པའི་སྐུ་དེ་གང་ལ་ངོས་འཛིན་ན། གཞི་ཡི་གནས་ལུགས་དེ་རེད་གཞི་ཡི་ཡེ་ཤེས་དེ། དེ་ལ་བརྟེན་ཏེ་ད་ལྟ་འདིའི་སྐབས་སུ་ལྟ་ན་གསལ་ཡེ་ཤེས་བུམ་པའི་སྐུ་དེ་ཉིད། ནང་གསལ་ཡེ་ཤེས་བུམ་པའི་སྐུ་དེ་ཉིད་དེ་སེམས་ཅན་ཐམས་ཅད་ལ་ཡོད་ཀྱང་ངོ་མ་ཤེས་ནས་འཁྲུལ་བ་རེད། ད་ལྟ་དབང་དོན་ངོ་སྤྲད་ཡོང་དུས་ལྷག་པར་དུ་མཁའ་འགྲོ་སྙིང་ཏིག་གི་ད་མཐར་ཐུག་གི་རིགས་ལྔ་ཡི་གནས་ཚུལ་མཐར་ཐུག་དེ་ངོ་སྤྲོད་ཡོང་དུས། འདི་ནི་ནང་གསལ་ཡེ་ཤེས་བུམ་པའི་སྐུ་དེ་ཉིད། ངོ་བོ་རང་བཞིན་ཐུགས་རྗེ་རྒྱུན་ཆད་མེད། ངོ་བོ་ཆོས་ཀྱི་སྐུ། རང་བཞིན་ལོངས་སྤྱོད་རྫོགས་པའི་སྐུ། ཐུགས་རྗེ་སྤྲུལ་པའི་སྐུ། དེ་ཡིན་དུ་སྐུ་གསུམ་རྒྱུན་ཆད་ཡོད་མ་རེད་ཟེར་དུས་ད་སྐུ་གསུམ་ཉམས་སྣང་དང་རྟོག་པ་དེ་ཡི་དགོངས་པ་དེ་གཏན་ནས་རྒྱུན་ཆད་ཀྱི་མ་རེད། གཞིའི་སྐབས་ནས་རྒྱུན་ཆད་ཡོད་མ་རེད་དེ་ཡིན་ན་ཡང་ངོ་མ་ཤེས་པ་རེད། ད་ལྟ་དབང་གི་ངོ་སྤྲོད་ཀྱི་རིམ་པ་ལ་བརྟེན་ཡོང་དུས། ནང་དབྱིངས་ཡེ་ཤེས་གཞོན་ནུ་བུམ་པའི་སྐུ་དེ་ཉིད་ད་མངོན་དུ་གྱུར་ཡོད་འདུག་འཁྲུལ་སྣང་འགག་འཁྲུལ་སྣང་སྐུ་གསུམ་དུ་འགག། སྐུ་གསུམ་དེ་མཐའ་འཁྲོལ་ཡངས་པ་ཆེན་པོའི་ཀློང་དུ་འགག། འགག་ཡོང་དུས་དེའི་ནང་ནས་གང་རྙེད་ན། སྔོན་མ། དྲི་མེད་ཀྱི་སྒྲིབ་བསྡེབས་པའི། ཆོས་ཅན་ཆོས་ཉིད་ཀྱི་ཆོས་ཉིད་ཆོས་ཅན་གྱི་ཚུལ་དུ་ཡུལ་བསྡེབས་པའི། དྲི་མ་གློ་བུར་གྱི་སྒྲིབ་བསྡེབས་པའི་གཞོན་ནུ་བུམ་པའི་སྐུ་དེ་དག་ད་ལྟ་མངོན་སུམ་དུ་མཇལ་བ་རེད། དེ་མཇལ་ཡོང་དུས་ད་ངོ་བོ་རང་བཞིན་ཐུགས་རྗེ་རྒྱུན་ཆད་མེད་སོང་བ་རེད། གཞི་ཡི་ངོ་བོ་རང་བཞིན་ཐུགས་རྗེ། ལམ་གྱི་ངོ་བོ་རང་བཞིན་ཐུགས་རྗེ་སྟེ། ད་ནི་འབྲས་བུའི་རང་བཞིན་ངོ་བོ་རང་བཞིན་ཐུགས་རྗེ་གསུམ་དུ། གཞི་ལམ་འབྲས་གསུམ་གྱི་སྐུ་གསུམ་དེ་དབྱེར་མི་ཕྱེད་པ་ད་ལྟ་མངོན་སུམ་དུ་རྒྱུད་ལ་སྐྱེས་པའི་སྐབས་སུ། དཔལ་ལྡན་སྐུ་གསུམ་ས་ལ་རང་བཞིན་ལྷུན་གྲུབ་བོ། སྐུ་གསུམ་ས་ལ་ཟེར་བའི་སྐབས་སུ། སྐུ་གསུམ་གྱི་ས་ཟེར་སོ་སོ་ཡོད་མ་རེད་ཡིན་ན་ཡང་སྐུ་གསུམ་གྱི་གནས་ལུགས། སྐུ་གསུམ་གྱི་ངོ་བོ། མཐར་ཐུག་གི་སྐུ་གསུམ་གྱི་རང་བཞིན་དེ་ལ། དཔལ་ལྡན་རང་བཞིན་ཉིད་ཀྱི་ཡོན་ཏན་འབད་རྩོལ་ལ་ལྟོས་མ་དགོས་པར། ངོ་ཤེས་པ། དྲོ་བ། ཀུན་གྱིས་གྲུབ་པ་རེད། རྟགས་དེ་ནམ་མཁའ་དྲི་མེད་ཀྱི་ནང་ལ་གསུངས་ཡོད་རེད་རྟགས་དེ་གསུངས་ཏེ། དེ་ནི་རྗེ་བཙུན་སྣ་ཚོགས་རང་གྲོལ་གྱི་རྟགས་ཀུན་མཁྱེན་ཀློང་ཆེན་གྱི་མཐར་ཐུག་གི་མཁའ་འགྲོ་སྙིང་ཏིག་གི་གདམས་ངག་མཐར་ཐུག་པ་གསང་བའི་གི་གདམས་ངག་དག་དེ་རྣམས་ལ་འདུས་ཏེ་ཡོད་ཟེར་གསུངས་ཤག་འོ་དེ་འདྲ་ཡིན་དུ་རྟགས་དེ་སྐབས་སུ་ཡོང་དགོས་ཡ་དེ་གསག་སྟོང་འཛིན་མེད་མཐའ་གྲོལ་ཡངས་པ་ཆེན་པོའི་དགོངས་པ་ཡིན་ཟེར་ཡ་དེ་དེ་རེད། དེ་ལྟ་བུ་ངོ་སྤྲོད་པ་སྔོན་དུ་སོང་ནས།

ད་གསང་བའི་དབང་གསང་བ་འདི། ད་སངས་རྒྱས་ཐམས་ཅད་ཀྱི། དྲི་མ་མེད་པའི་བདེ་བ་ཆེན་པོའི་གི་རགས་ཡེ་ཤེས་ཀྱི་གནས་ལུགས་ནི་འདི་ཡིན་པ་ཡིན་དུས་དེའི་ངོ་སྤྲོད་པ་ཡི་རིམ་པ་ལ་ཡོང་གི་ཡོད་རེད། ཁྱེད་རང་རྣམས་ཀྱིས་གདོང་གཡོགས་བཅིངས་པར་ཞུ། ཕྱག་གསུམ་ཚར་བའི་དམོད་པ་མཛོད་ད་གུར་ཤ་ནང་ནས་འགྲིག་འདུག། དབོན་པའི་ཛར་ཨརྒམ་དྲ་ཐིག་དྲ་སོགས་འོག་མའི་ཐབ་པ་ནས་འདྲ་ད་འདོད། དང་ཡེ་ཤེས་པ་དབབ་པའི་ཆེད་དུ་ཆས་རྣམས་ཡར་བཞེངས་ཏེ། རྐང་པའི་ལོང་བུ་གཉིས་གཤིབས། ཕྱག་ཐབ་མོ་སྙིང་ག་ལ་སྦྱར་བ་བཞུགས། ཕྱག་ཐབ་མོ་སྙིང་ག་ལ་སྦྱར་རྐང་པ་གཉིས་གཤིབས། དེ་ནས་ཚིག་དོན་དེ་གསན་པར་ཞུ། ད་འདི་སྐབས་སུ་ཁྱེད་རང་ཚོ་རྡོ་རྗེ་ཕག་མོ་སྒོམ་དགོས་བ་རེད། དེ་ལ་གསང་ཆེན་མཁའ་འགྲོ་རིན་ཆེན་མཁའ་འགྲོ་པདྨ་མཁའ་འགྲོ་སོགས་མང་པོ་ཡོད་པ་ན་འདི་སྐབས་ལ་གསང་ཆེན་མཁའ་འགྲོ། སངས་རྒྱས་འདྲ་ཀི་མ། བུ་དཱ་དཱ་ཀི་ནི་ཟེར་ཡ་དེ་རེད་སངས་རྒྱས་མཁའ་འགྲོ་མ། དེ་ནས་རང་ཉིད་རྡོ་རྗེ་ཕག་མོ། རང་ཉིད་སངས་རྒྱས་འདྲ་ཀི་མ་རྡོ་རྗེ་ཕག་མོ་ལ་བསྒོམ་རང་གི་ལྟེ་བ་ལ་ད་ག་ས་སྔོ་མ་གཅིག་པ་རེ་མཁའ་འགྲོ་སྙིང་ཐིག་དང་ཆོས་འབྱུང་དམར་པོ་སུམ་བརྩེགས་གཅིག་བསྒོམ་དེ་ཡི་ལྟེ་བ་ལ་ཕག་མོ་གཅིག་བསྒོམ། ད་དེ་ལ་མ་ཡེངས་པར་ཞུ་བ་རེད། ཀྱེ་མ་རིག་བྱེད་བུ་ཆུང་ངའོ།

ཅེས་སྨྲ། གསང་བ་ཤེས་རབ་ཡེ་ཤེས་ཀྱི་དམ་ཚིག་བསྲུང་བྱ་སེམས་མེད་འབྱུང་བ་བུད་མེད་མི་ཕམ་དང་དུ་བླངས་ཚངས་སྤྱོད་དོན་ལ་གནས་པ། ཡོན་ཏན་ཐམས་ཅད་འདི་ལས་འབྱུང་འདི་འཕངས་བདེ་བའི་དངོས་གྲུབ་མེད་སྙམ་ན་མཁའ་འགྲོ་ཚེ་འཕོས་དམྱལ་བ་དག་ཏུ་ལྟུང། དང། ཤེས་རབ་ཡེ་ཤེས་ཀྱི་དབང་སྟེ་གཙོ་བོ་དེ་སྟོང་ཉིད་རྟོགས་པའི་ཤེས་རབ་རེད། ཨོ། ཤེས་རབ་སྟོང་པ་ཉིད་མངོན་སུམ་དུ་རྟོགས་པས། དེ་ནི་མཐའ་ཡི་འཛིན་སྟངས་མཐའ་དག་ཞི་བའི་གནས་ལུགས་རྟོགས་པའི་ལམ་འདི་སྟོན་གྱི་ཡོད་པ་རེད། དེ་ཡི་གསོལ་བ་འདེབས་པ་འདི་ཡིས་རྗེས་ཟློས་མཛད་པར་ཞུ། གདོང་གཡོགས་བཅིང་བར་ཞུ། ད་དཔོན་སློབ་དགོན་རྡོ་རྗེ་ཕག་མོར་བསྒོམ་པ། ད་རྡོ་རྗེ་ཕག་མོ་བསྒོམ། བླ་མའི་ཐུགས་ཀ་ནས་ཕག་མོ་ཕྲ་མོ་མང་པོ་འཕྲོས། བླ་མའི་ཐུགས་ཀ་ནས་ཕག་མོ་ཆུང་ཆུང་མང་པོ་འཕྲོས། ཁྱེད་རང་རྣམས་ཀྱི་སྙིང་ག་ལ་ཐིམ་པར་བསྒོམ། ཅེས་རྡོ་རྗེ། ཕྱག་གསུམ་ཚ་བའི་མོས་པ་དང་བཅས་ཏེ་གུར་ཕྱག་གནང་བར་ཞུ།

ཡང་སྤྱོད་པ་དང་བསྲུབས་པའི་བདེ་བ་འབའ་ཞིག་ང་ལ། འོ་རིགས་ཀྱི་བུ་དག་ཅིག་བློས་ལ་བཅོས་ལྷད་མེད་པའི་ཤེས་པ་རང་སོར་ཞོག་ལ་ངོ་བོ་རང་ཐོག་ཏུ་ལྟོས་ཅིག། ཤེས་པ་བདེ་བ་གསལ་བ། མི་རྟོག་པའི་ཡེ་ཤེས་དུས་རྟག་ཏུ་ཡོད་པ། མ་བཅོས་མཉམ་པར་བཞག་ན་ངོ་ཤེས་པ། བཅོས་ཤིང་རྣམ་པར་རྟོག་ན་མཐོང་དུ་མེད་པ། དེ་ལྟ་བུའི་ཡེ་ཤེས་དེ་འབོ་ལའི་གཤིས་ཀའི་ལྷོད་དེ་བ་ཅན་མི་སྤྲོས་པ་དང་བྲལ་བ། དཔེར་ན་སྟོན་ཀའི་ནམ་མཁའ་རྣམ་པར་དག་པའི་སྤྱི་ལྟ་བུ་འདི་ཉིད་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་རང་བཞིན་རྫོགས་པ་ཆེན་པོ། ཡེ་ཇི་བཞིན་པའི་ནི་ལུས་ཟེར་རྟགས་ཡེ་གདོད་མ་ནས་ཚུལ་ཇི་ལྟ་བུར་བཞུགས་ཡོད་པ་འདི་རང་རེད་མ་གཏོགས་བླ་མེད་ཀྱི་ས་དུ་བསྟན་ཡང་གང་ཡང་མེད་པ་རེད། འོ་དེ་ལྟ་བུར་རྟགས་ནི་ལུས་ཡིན་པར་ངོ་ཤེས་པ་ཇི་ཞིག། བདག་ཡང་བཞག་ནས་ཁ་ཚང་ཧོམ་སྙིང་ཏིག་ལྟ་བུ་རེ་ཕྱོགས་བཞི་ལ་བལྟ་བ་དེ་ཡང་བཞེངས་པར་ཞུ། ད་དང་པོ་ཤར་དུ་བལྟ་བ། ཅེ་མ་ཅེ་མ་རིགས་ཀྱི་བུ། མིག་རྩེ་ནམ་མཁའི་ཤར་དུ་གཏོད། ཤར་གྱི་བར་སྣང་དག་ལ་ནི་ཐོགས་པ་མེད་པར་འགྲོ་བར་བསྒོམ། ད་ལྷོ་རུ་བལྟ་བ། ཀྱེ་མ་ཀྱེ་མ། ཀྱེ་མ་རིགས་ཀྱི་བུ་ཆོས་ཀྱི། ཚུལ་ལ་གཟིགས་ཤོག། ཀྱེ་མ་རིགས་ཀྱི་བུ་ཆོས་ཀྱི་སེམས་ནི་དང་པོ་གང་ནས་བྱུང། རྒྱུ་ཅན་ཅི་ལས་བྱུང་བ་ལྟོས། དང་པོ་སེམས་གང་ནས་བྱུང་བའི་རྒྱུ་རྩ་བ། དང་པོ་གང་ནས་བྱུང། ལྟའི་ཡོན་ཏོ། ཀྱེ་མ་རིགས་ཀྱི་བུ་ལྟ་འདི། རྗེས་ཤེས་ཏེ་ཁ་སང་སྙིང་ཐིག་སྐབས་སུ་ཕྱིན་ས་རེད་མཁའ་འགྲོ་སྙིང་ཐིག་སྐབས་སུ་ལྟ་འདི་བསྐྱར་དུ་བཟླས་པ་རེད། ཀྱེ་མ་རིགས་ཀྱི་བུ་ཆོས་ཉོན་རྩ་བ་ཕྲ་བའི་སེམས་ཉིད་ལ། ས་ར་ཧའི་སྲུང་བ་ལྟ་བུ་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ་སྲུང་བ་ལྟ་བུ་རྩ་བ་བྲལ་བའི་སེམས་ཉིད་ལ། གདོད་ནས་མ་སྐྱེས་དངོས་པོ་མེད་གཅིག་དང་ཐ་དད་ལ་སོགས་པའི་དངོས་པོ་མེད། ཁ་དོག་ཀྱང་མེད་དབྱིབས་མེད་ངོས་བཟུང་མེད་དང་པོ་གང་ནས་ཀྱང་མ་བྱུང། མཐར་གང་དུ་ཡང་མ་སོང་སོང་བ་མེད། ད་ལྟ། ད་ལྟ་སེམས་ཀྱི་ཕྱི་ནང་གང་དུ་ཡང་མ་གནས། དེ་ལ་རྒྱུ་མེད་དེ་ལ་རྐྱེན་མེད། རྒྱུ་བྱིན་གྱིས་མ་གསོས། དེ་མཐོང་ན་སེམས་ཀྱི་གནས་ལུགས་མཐོང་བ་ཡིན། སེམས་ཀྱི་གནས་ལུགས་མཐོང་ཞེས་པའི་སྐབས་སུ་མིག་གིས་གཟུགས་མཐོང་བ་ལྟ་བུ་མ་ཡིན་པར། རང་ལ་ཡོད་པའི་གཞི་གནས་ཀྱི་ཡེ་ཤེས་དེ་ངོ་ཤེས་ན། དེ་ནས་བཟང་སེམས་སུ་མཐོང་བ་རེད་གསུང་བ་རེད། དེ་ལྟ་བུའི་སེམས་དེ་གནས་ལུགས་དེ་ཡེ་གདོད་མ་ནས་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལས་ཡོད་རེད། ཡིན་ནའང་ད་ལྟ་དབང་དོན་གྱི་ཡེ་ཤེས་རྒྱུད་ལ་སྐྱེས་ཡོང་དུས་རང་ལ་ཡོད་པའི་ཞི་གནས་ཀྱི་ཡེ་ཤེས་དེ་དག་ངོ་ཤེས་པ་རེད་མ་གཏོགས་གཞན་གསར་དུ་མཐོང་ཡོང་ཡང་འདྲ་བོ་དང་ལྷག་པར་མཐོང་ཡོང་གང་ཡང་ཡོད་མ་རེད། ནོར་རང་ལ་ཡོད་པ་དེ་དཔེར་ན་གཅུན་རྒྱུད་བླ་མ་ན་སོང་བ་ལྟ་བུ་དབུལ་བོའི་གི་ཁྱིམ་གྱི་ས་འོག་ལ་རིན་པོ་ཆེ་སྟེར་ཡོད་པ་མ་ཤེས་པའི་དབུལ་བོའི་སྡུག་བསྔལ་མྱོང། ནམ་ཞིག་སྤྱན་གཅིག་ལ་བལྟས་ནས་ས་འོག་ལ་ནོར་ཡོད་པ་རིན་པོ་ཆེ་ནོར་ཡོད་པ་ཤེས་ཡོང་དུས་དབུལ་བོའི་སྡུག་བསྔལ་སེལ་ཐུབ་པ། དེ་དང་འདྲ་བར་སེམས་ཉིད་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དེ་ཡེ་གདོད་མ་ནས་ཡོད་ཀྱང་ངོ་མ་ཤེས། བླ་མའི་ངོ་སྤྲོད་ད་ལྟ་འདི་སྐབས་སུ་གདམས་ངག་བླ་མེད་ཀྱི་དབང་དོན་ངོ་སྤྲོད་ཡོང་དུས། དེ་ནི་རང་གནས་ཀྱི་ཡེ་ཤེས་འཆལ་བར་མཐོང་བ། ལྷག་གེར་མཐོང་བ། སྒྲིབ་མེད་དུ་མཐོང་བ། དེ་མཐོང་ན་དེ་ལ་བརྗོད་དུ་མེད་པ། ག་འདྲ་ཞིག་འདུག་ཟེར་དུས་མི་ཡིས་དྲིས་རང་གིས་བསམ་ན་དཔྱད་པ་བྱས་ན་དེ་ནི་བལྟམས་པ་མཐོང་མི་ཐུབ་པ་རེད། ད་ལྟ་འདིའི་སྐབས་སུ་གཏེར་ལུགས་པས་གསུངས་བ་ལྟ་བུ་རེད། བློ་ཡིས་ཆོས་ཀྱིས་བློ་འདས་དོན་མི་མཐོང། བློ་ཡིས་ཆོས་ད་ལྟ་གཉིས་འཛིན་གྱི་བློ་ཡིས་བློ་ལས་འདས་པའི་གནས་ལུགས་མཐོང་ཐུབ་ཀྱི་མ་རེད་གསུངས་བ་རེད་བློ་ཡིས་ཆོས་ཀྱིས་བློ་འདས་དོན་མི་མཐོང། བྱས་པས་ཆོས་ཀྱིས་བྱར་མེད་དོན་མི་ཐོབ། བྱས་པའི་ཆོས་རྒྱུ་དང་རྐྱེན་ལ་སོགས་པ་འདུས་ཤིང་བྱས་པ་གཙོ་བས་ཀྱི་སྒྲུབ་པའི་ཀྱི་བྱ་བ་སྟེ་ཀྱི་ཀ་ནི་བྱར་མེད་ཅིག་ཆོས་རྫོགས་པ་ཆེན་པོའི་གནས་ལུགས་ཐོབ་ཐུགས་མ་རེ་གསུང་བ་རེ་བྱས་པའི་ཆོས་ཀྱི་བྱར་མེད་དོན་མི་ཐོབ། བཏང་བ་ན་ག་རེ་གོ་གི་ཡོད། བློ་འདས་བྱར་མེད་དོན་དེ་ཐོབ་འདོད་ན། བློ་ལས་འདས་པ་དང་བྱར་མེད་པའི་དོན་དེ་ཐོབ་འདོད་ན། བློ་འདས་བྱར་མེད་དོན་དེ་ཐོབ་འདོད་ན་ཐབས་གཅིག་མ་གཏོགས་ཡོད་མ་རེད་དེ་ག་རེད། རང་སེམས་རྩད་ཆོད། དང་པོ་རང་གི་སེམས་དེ་རྩད་ཆོད། རྩད་ཆོད་ན་རྩད་སྐྱེས་ན་རྩད་ཆོད་ཡ་ཨེ་ཡོད་རྩད་ཆོད་ཡ་མེད། འོ་ན་རྩད་གཅོད་པའི་སྐབས་སུ་ག་རེ་མཐོང་གི་རེད་དཔེར་ན་ནམ་མཁའ་ལྟ་བུ་མཐའ་དབུས་དང་བྲལ་བ་མཐོང་ཐུབ་ཀྱི་རེད། སྤྱན་དགག་འགྲོ་འོང་བྲལ་བ་མཐོང་ཐུབ་ཀྱི་རེད། སྤྱན་དཀར་འགྲོ་འོང་དང་བྲ་བ་མཐོང་བ་དེ་ག་རེད་རིག་པ་རྫོགས་ཆེན་སྐབས་སུ་དེ་རིག་པ་རེད། དེ་ཡིན་དུས་རང་སེམས་རྩད་ཆོད་རིག་པ་སྐྱིད་པོར་ཞོག་གསུང་བར་གཏད་ལོ་བས། རང་སེམས་རྩད་ཆོད་ཅིག་རང་སེམས་རྩད་ཆོད་ནས་སེམས་ཀྱི་གནས་ལུགས་མཐོང་ཡོང་དུས་དྲི་མའི་འོད་ས་ཁོར་ཡུག་ཏུ་ཤར་ཡོང་དུས། པས་དེ་སྐྱེས་བུ་རུ་ཞོག། སྐྱེས་བུ་ཞོག་ཟེར་ཏེ་སྐྱེས་རུ་མ་ལ་ཞོག། མ་བསྒྲིགས་པ། ཆོས་སྐུ་ཀུན་ཏུ་བཟང་པོ་དེ་སྐྱེས་བུ་ལ་ཞུགས་འདུག་བ། དོན་དག་ག་རེ་སྟོན་གྱི་ཡོད་རེ་མཚོན་བྱེད་དེ། གདོད་ནས་དྲི་མས་གོས་མ་མྱོང་པ། གདོད་ནས་སྐྱོན་གྱིས་གོས་མ་མྱོང་པ། རང་གྲོལ་རང་གསལ། དེ་ཡིན་དུ་རིགས་པ་སྐྱེས་བུ་རུ་ཞོག། རྣམ་རྟོག་གིས་མ་བཅོས། ཡག་ཏུ་རེ་བ་ཡང་མ་བྱས་ངན་དུ་དོགས་པ་ཡང་མ་བྱས། རང་ལ་ཡོད་པའི་ཡོན་ཏན་དེ། བཟང་ངན་བདེ་སྡུག་གང་གིས་ཀྱང་གོས་ཡོད་མ་རེད་དེ་ཡི་ངང་དུ་མཉམ་པར་ཞོག་རང་སེམས་རྩད་ཆོད་རིག་པ་སྐྱེས་བུར་ཞོག་གསུང་བ་དེ་དེ་རེད། ཆོས་དབྱིངས་མཛོད་ཀྱི་ནང་དུ་ཡང། ཀློང་ཆེན་གྱི་གསུང་གི་ནང་ལ་ཡོད་རེད། མ་བྱས་མ་བྱས་གཙོ་ཞིང་སྒྲུབ་མ་བྱས། མ་བྱེད་མ་བྱེད་ག་རེ་མ་བྱེད། རྩོལ་བ་མ་བྱེད་འབད་རྩོལ་མ་བྱེད་མ་བྱེད་མ་བྱེད་རྩོལ་ཞིང་སྒྲུབ་མ་བྱེད། མ་བརྟག་མ་བརྟག་བློ་ཡིས་ཆོས་མ་བརྟག། བློ་ཡིས་བཟོད་པའི་གི་ཆོས་ལ་མ་བརྟག། མ་བསྒོམ་མ་བསྒོམ་ཡིད་ཀྱིས་ཆོས་མ་བསྒོམ། མ་བསྒོམ་མ་བསྒོམ་ག་རེ་མ་བསྒོམ་ཡིད་ཀྱིས་ཆོས་མ་བརྟག། རྣམ་པར་ཤེས་པ་ཡིད། རྣམ་པར་ཤེས་པ་དང་ཡིད་དེ་སོ་གཅིག་པ་རེད། མ་སྐྱེས་མ་སྐྱེས་ཡུལ་སེམས་བརྒྱད་མ་སྐྱེས། སྐྱེས་པ་མ་སྐྱེས་ག་རེ་མ་སྤྱོད་པ་མ་སྐྱེས། ཡུལ་དང་སེམས་ཀྱིས་སྐྱེས་སོ་སྐྱེས་པ་མ་སྐྱེས། ཕྱི་ཡི་ཡུལ་འཕགས་འདུག་ནང་གི་སེམས་ཚུལ་འདུག་ཡུལ་སེམས་ཐ་དད་དུ་འཛིན་པའི་སྐྱེས་པ་མ་སྐྱེས་གསུང་བ་རེད་མ་སྐྱེས་མ་སྐྱེས། མ་གྲུབ་མ་གྲུབ་རེ་དོགས་འདྲེས་མ་གྲུབ། མ་བསྒྲུབས་ག་རེ་མ་བསྒྲུབས་རེ་བ་དང་དོགས་པ་གི་འབྲས་བུ་མ་བསྒྲུབས། ཡ། ཐར་པ་ཐོབ་ཡོང་བསམ་པའི་རེ་བ་མ་བྱེད། མ། ངན་སོང་དུ་ལྷུང་ཡོང་བསམ་པའི་དོགས་པ་མ་བྱེད་མ་བསྒྲུབས་མ་བསྒྲུབས་རེ་དོགས་འབྲས་མ་བསྒྲུབས། འོ་ད་དེ་ལྟ་བུ་གསུང་བ་འདི་ད་ལྟ་འདིའི་སྐབས་སུ་རེད། ཀྱེ་མ་རིག་བྱེད་བུ་ཆོས་དབྱིངས་རྩ་བ་ཕྲ་བའི་སེམས་ཉིད་ལ་གདོད་ནས་མ་བྱས་དངོས་པོ་མེད་ཁ་དོག་དབྱིབས་མེད་ངོས་བཟུང་མེད་གང་ནས་མ་བྱུང་སོང་བ་མེད་ད་ལྟ་མེད་ནས་འདི་ཉིད་སེམས་ཀྱི་གནས་ལུགས་དེ་བརྗོད་དུ་མེད་པས་ཤེས་པར་བྱ། ད་ཕྱིར་ནམ་མཁའི་དཀྱིལ་ལ་ཡང། རིགས་ངན་གྱི་སྐུ་དེ་ལམ་ཙམ་གྱིས་སལ་བཏགས། དེ་ནས་བཞུགས་པར་ཞུ། ད་འདི་སྐུ་རེད། གཟུགས་སུ་སྣང་བ་ཐམས་ཅད་གཟུགས། སྣང་སྟོང་དབྱེར་མེད་དག་སྒྲ་རེད། ཀྱེ་མ་རིགས་ཀྱི་བུ། ཁྲོ། རྗེ་བཙུན་མི་ལ་རས་པ། ལར་འཕྲོས་པའི་རྩ་བ་སེམས་ལས་བྱུང། ལར་འཕྲོས་པའི་རྩ་བ་སེམས་ལས་བྱུང། སེམས་ཀྱི་ངོ་བོ་རྟོགས་པས་ན། འོད་གསལ་འགྲོ་འོང་མེད་པར་མཐོང། འོད་གསལ་འདི་འོད་འོད་པ་རེད། སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལ་འོན་ཀྱང་གར་བྱེད་ན་མ་ཐོགས་རེ་འཁྲུལ་པའི་རྩ་བ་དེ། རྩད་གཅོད་མ་ཐུབ་ཡོང་དུས་འཁྲུལ་བའི་བཅིངས་པ་ཡིན་དུ་འོད་གསལ་ཡོད་ཀྱང་ད་ནི་ངོ་མ་ཤེས་པ་རེད་སོང་བ་ལ་འཁྲུལ་པའི་རྩ་བ་སེམས་ལས་བྱུང་སེམས་ཀྱི་ངོ་བོ་རྟོགས་པས་ན་སེམས་ཀྱི་ངོ་བོ་དང་ད་ལྟ་འདི་ནས་བཤད་པའི་དོན་དམ་པའི་རིགས་ངེས་ཀྱི་ཡུལ་ཤེས་བྱའི་རྒྱུད་ལ་སྐྱེས་ཡོང་དུས། འོད་གསལ་འགྲོ་འོང་མེད་པར་མཐོང། དེ་ལྟར་རྣལ་འབྱོར་རྣལ་འབྱོར་གྱི་ལམ་ལ་འགྲོ་ཡོང་དུས། ཉོན་མོངས་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ལ་སོགས་པ་དང། དགེ་བའི་གེགས་དད་པ་དང་མོས་གུས་དང་སྙིང་རྗེ་ལ་སོགས་པ་གང་སྐྱེས་པ་ཐམས་ཅད་དེ་འོད་གསལ་ཁོར་ཡུག་གི་ངང་ལ་འབྱམས་ཡོང་དུས་འོད་གསལ་འགྲོ་འོང་མེད་པར་མཐོང། དེ་ནི་ཉལ་ཡ་མེད་པ་རེད་ཉལ་ན་ཡང་ད་འོད་གསལ་གྱི་ངང་དུ་ཉལ་བ་རེད། ཡང་ལྡང་ཡོང་དུས་ཡང་འོད་གསལ་གྱི་ངང་ནས་ཡང་ལྡང་པ་རེད། ད་ནི་འགྲོ་འདུག་སྤྱོད་ལམ་ལ་སོགས་པ་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་ལམ་གང་བྱས་ན་ཡང་འོད་གསལ་གྱི་ངང་ནས། བྱ་བ་སྤྱོད་ལམ་ལ་འཇུག་གི་ཡོད་པ་ཡིན་དུས་ལོ་སར་འགྲོ་འོང་མེད་པར་མཐོང། ཨེ་མ་ཀ་འདི། དོ། དང། དོན་དམ་པའི་གེ་དང། རིགས་ལྔ་དང། དེ་ནས་རང་གི་སེམས། སྟོང་པ་སྲ་བ། དེ་ནས་འོ་རེ་སྟོང་པ་སྲ་བ། མཉམ་པ་མ་འདྲེས་པ་མི་རྟོག་པ་ལྔ་སྟེ། འདི་ནི་ཆོས་དབྱིངས་མཁའ་འགྲོ་རྡོ་རྗེ་མཁའ་འགྲོ་དྲིན་ཆེན་མཁའ་འགྲོ་པདྨ་མཁའ་འགྲོ་ལས་ཀྱི་མཁའ་འགྲོ་ལྔ་དང་ཡེ་གདོད་མ་ནི་འདུ་འབྲལ་མེད་པ་ཡིན་བསམ་པའི་ངང་དུ་ད་ལྟ་བ་བསྒོམ་པ་སྤྱོད་པ་དེའི་དོན་དུ་བག་འཇམ་པར་བྱེད་ཐུབ་ན་རང་དབང་དེ་ནི་རྫོགས་རིམ་གྱི་དོན་དབང་རེད། ཞུ་བར་ཞུ། གསུམ་པ་རྗེའི་གཞན་དོན་ག་ལ་མཛོད་ཅིག། འོ་དེ་ཡི་དྭ། མཁའ་འགྲོ་ཡང་ཏིག་གི་དབང་དེ་ཚོ་ཐོབ་ཟིན་པ་ཡིན། བར་མཚམས་ཅི་བྱས་དེ་ནི་ཡར་ཕེབས་ནས་དབང་སྒྲིམ་བྱས་ཡ་རེད། དེ་ལྟར་ཡང་འགའ་ཤས་ཅིག་གིས་འདི་ན་དུས་ཚོད་ཁོམ་ན་བར་དོ་ཐོས་གྲོལ་ཞིག་ལུང་ཞིག་འདོན་རོགས་གྱིས་ཟེར་མཁན་ཅིག་ཡང་འདི་ནས་རྒྱུད་སྐུལ་བྱེད་མཁན་ད་ཉི་མ་མང་པོ་བྱུང་སོང། ད་དུས་ཚོད་ཡོང་ས་མ་རེད་ཟེར་བའི་སྐབས་སུ

ཉི་མ་བཅུ་གཅིག་གི་རིང་ལ། གསང་བ་མན་ངག་གི་སྡེ། སྙིང་ཏིག་ཡ་བཞི། དབང་དང་ལུང། ཐུགས་སུ་བྱས་ནས་ཆ་ཚང། ཕུལ་གྲུབ་པ་ཡིན། ད་རྒྱུན་རིང་གི་ཆ་ནས། ད་ལྟ་ལུང་དུ། ཕུལ། ད་ལྟ་དེའི་བརྒྱུད་རིམ་དེ་དབང་དང་ལུང་གི་ཐོབ་ཡིག་དེ་ད་ལྟ་པར་ཏེས་བརྡབ་ཚར་མ་སོང་ད། ཏེ་ཚེ་ཆེན་འགོར་ས་རེད་ཟེར་གྱི་འདུག་ད་དེ་ནང་ལ་ཡ་གསལ་པོ་འཁོད་དེ་ཡོད་རེད། དེ་བྱེད་དུས་ད་ཐོབ་ཡིག་དེ་གལ་ཆེན་པོ་རེད། དེ་ནང་ནས་དེང་སང་དུས་ཚོད་ལ་ཡ་ད་ཚིག་གི་ཐོབ་ཡིག་དེ་མེད་པ་ཡིན་ན། དེ་ནས་ཅིག། དབང་ཞུ་ཞུ། ལུང་ཞུ་ཞུ་ཁྲིད་ཞུ་ཞུ་མང་པོ་ཅིག་ཡོད་པ་ཡིན་ན་ཡང། བརྒྱུད་པ་ག་འདྲ་ཡིན་ན་བསམ་བསམ་འདྲ་བོ་ཅིག་དེ་འདྲ་གི་ཅིག་ཐེ་ཚོམ་གི་ནང་ལ་ཡ། ལས་འགྲོ་ཡ་གི། ད་ཉེན་ཁ་ཡོད་རེད། དེ་འདྲ་ཡིན་དུས་ཐོབ་ཡིག་དེ། ད་སྔོན་མ་ཞུས་པ་ལྟ་དུ་རེད་ཅེས་དང་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་ནས། དབང་ལུང་ཆ་ཚང་ཞིག་ཐོབ་པ་རེད། དེ་ནས་ཕྱིའི་སོ་སྐྱབས་ཀྱི་ཁྲུས་གཞིར་མི་ཆུ་ཀུན་འདུས་ནས། དེ་ནས་བཀའ་དབང་དེ་ཞུས། དེ་ནས་རྒྱང་ལུང་གནང་མཁན་དེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་རེད། དེ་ཞེ་ཆེན་རབ་འབྱམས་རིན་པོ་ཆེས་སྐྱབས་རྗེ་ཕྱིན་ཏེ་རྡོ་རྗེ་འཆང་ཆེན་པོ་མཆོག་གི་རང་གི་སྐུ་མདུན་ནས་གསན་པ་རེད། འོ་དེ་འདྲ་བྱེད་དུ་ད་རྒྱུད་པའི་ཐོག་ལ་ཐེ་ཚོམ་མེད་པ་ཅིག་རྒྱུད་པ་རྣམ་པར་དག་པ། བརྒྱུད་པ་ཡང་དག་པ་ཞེས་ཡོད་ན་བླ་མ་བཟང་པོའི་མདུན་ནས་ཞུས་པ་ཡིན་དུས་བརྒྱུད་པ་བཟང་པོ་ཞེས་སྟོན་གྱིན་ཡོད་པ་རེད། ཡིན་ན་ཡང་དེས་གཞན་ལ་ཕན་ཐོགས་དང་མ་ཐོགས་ཟེར་ཡག་དེ་ཡང་ཟབ་མོ་བཏང་ཡག་པའི་གནས་སྐབས་ཅིག་ལ་ཆགས་བསྡད་ཡོད་རེད། ག་རེ་ཟེར་ན་འདི་ནི་བླ་མ་གོང་མ་འདྲ་ཞིག་ཡིན་ན་ནི་ཅིག་ད་གསུང་ཁྲིད་མན་ངག་དེ་ཚོ་མང་པོ་ཅིག་མ་གནང་ན་ཡང་ཅིག་ཐུགས་རྗེ་གི་བྱིན་རླབས་ལ་བརྟེན་ནས་ད་རྟོགས་པའི་གི་བརྡ་བརྒྱུད་འགྲོ་བ་དེ་ཡིན་དུས་ཐུགས་རྗེའི་ཞིང་བརྒྱུད་སྨིན་པའི་གི་ནུས་པ་ཅིག་གོ་རང་བཞིན་གྱིས་ཡོད་པ་ཡིན་དུས། དབང་གནང་བའི་ཞོར་ལ། ཞི་ནི་ཞིང་བཅུའི་ལས་ཡག། ཐུགས་རྗེ་ཕོ་ཐུ་ཡག་དང་བྱིན་རླབས་ཕོ་ཐུ་ཡག་གི་ནུས་པ་མཚན་ལྡན་ཡོད་རེད། ད་དེང་སང་དུས་ཚོད་ལ། ང་དང་ང་འདྲ་བའི་གང་ཟག་གིས་ད་དེ་ལ་འགྲེལ་བཤད་འགྲེལ་བཤད་མང་པོ་ཞིག་སྦ་དྲི་པོ་དྲི་མང་པོ་ཞིག་རྒྱབ་ཅིག་ཡིན་ཡིན་ལ་མེད་ལ་ཅིག་མགོ་མཇུག་ཚང་མ་ཚང་ངེས་པ་མེད་དེ་ངས་འདྲ་བོ་ཞིག་ད་དེ་འདྲ་འདྲ་ཞིག་བྱས་ནས་མ་ཅིག་གང་ཤེས་ཅི་ཤེས་ཞིག་མ་འགྲེལ་བཤད་ཞུ་བཞག་པ་དེ་འདྲ་ཞིག་རེད། དེ་འདྲ་ཡིན་དུས། གཙོ་བོ་དེ་མ་འོངས་པ་ལ་ཡང་ད་ཅིག་སྤྱིར་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་བྱེ་བྲག་ཏུ་གསང་སྔགས་རྡོ་རྗེ་ཐེག་པ་དེའི་ནང་ནས་ཀྱང་རྫོགས་པ་ཆེན་པོ་ལྟར་གསང་ཆེན་སྔ་འགྱུར་བའི་རྗེས་སུ་འཇུག་པ་པོ་ཐམས་ཅད་ཀྱིས་ཕྱི་སེམས་སྡེ་ནང་ཀློང་སྡེ་གསང་བ་མན་ངག་གི་སྡེ་གསུམ་གྱི་ནང་ནས་ལྟར་གསང་བ་མན་ངག་གི་སྡེའི་ནང་ནས་ཀྱང་ཆེས་གསང་བ་རྨད་དུ་བྱུང་བ་ཡང་ལྟར་རྫོགས་པ་ཆེན་པོའི་གྱི་མན་ངག་ཅན་དུ་དགོངས་པ་འདུས་པ། བས་ནས་རྒྱུའི་སྒྱུ་འཕྲུལ་རེ་བ་རྒྱུའི་རྒྱུ། གསང་བ་སྙིང་པོ་རེད། བས་ནས། སེམས་དེ་རྫོགས་ཆེན་རེད། དེ་ལ་ཡང་སེམས་དེ་ཀློང་དེ་མན་ངག་གི་སྡེ་གི་ནང་ནས་མན་ངག་གི་སྡེ་ད་གཙོ་བོ་དེ་འདྲ་གཅིག་ཡོད་པ་ཡིན་དུས་འདིས་སོ་སོ་གི་ཉམས་ཤེས་གནང་ཡག་དང་མ་འོངས་པ་ལ་ཡང་གཅིག་གི་བརྒྱུད་པ་བཤད་ན་སྤེལ་ཐུབ་ཡག་དང། བརྒྱུད་པ་གཞན་ལ་སྤེལ་ནས་ཀྱང་དེའི་དབྱངས་གཙོ་བོ་ཀུན་སློང་གི་ཐོག་ནས་བྱས་ཡོད་ད་དེང་སང་དུས་ཚོད་ལ་ཡང་དཔལ་འབྱོར་ལོངས་སྤྱོད་བསྡུ་ཡ་གཅིག་པུ་དོན་དག་ལ་ཡང་དབང་བསྐུར་བདེ་བ་གཅིག་པོ་མ་ཡིན་པ་གཅིག་དབང་ཟེར་བསྐུར་བ་ཡིན་ན་ཡང་གཅིག་ད་ཧི་མ་ལ་ཡའི་རི་རྒྱུད་ལ་ཡོད་དེ་ངན་གྱི་ནང་པའི་ཆོས་ལ་དད་པ་དང་སྤྲོ་བ་ཡོད་པ་མོས་པ་ཡོད་དེ་ངན། དེ་ནས་ཅིག་སློབ་དཔོན་སངས་རྒྱས་གཉིས་པོ་གུ་རུ་པདྨ་འབྱུང་གནས་ད་ཞབས་བཅགས་ཏེ་ས། ཨ་ནི་གཅིག་གིས་རྟ་ཟ་ཆུ་རི་བྲག་ཐམས་ཅད་ལ་ཡང་བྱིན་གྱིས་བརླབས་བྱ་བའི་རྟགས་མཐོང་གྲོལ་ཐོས་གྲོལ་འོ་དེ་འདྲའི་གཅིག་གི་རྟགས་གྲོལ་གྲོལ་བའི་གི་བྱིན་རླབས་ཀྱི་ཡོན་ཏན་ཚང་བདེ་བའི་གནས་འདི་འདྲའི་ནང་ངོ་ལ་ཡང་ཨ་ནི་གཅིག་བརྒྱུད་པ་དཔལ་དེའི་ནང་ལ་ཡོད་པའི་གི་རྟགས་གཅིག་ཕོ་མོ་དེ་ཚོ་འདྲེ་ཐམས་ཅད་ལ་ཡང་གཅིག་གི། རབ་བྱུང་གི་སྡེ་ཡིན་ན་རེད། རིག་པ་འཛིན་པའི་སྡེ་ཡིན་ན་རེད། དེ་དེ་ཚོའི་གྲས་ནང་ལ་ཡང་གཅིག་ཕ་རྒྱུད་པ་ཞིག་གནང་ཐུབ་ན་ཕན་ཐོགས་ཆེན་པོ་ཡོད་དེ་བ་དེ་འདྲ་ཞིག་ཡིན་ས་རེད་ད་དེ་འདྲ་མ་ཡིན་པར་ཅིག་ཕྱི་ཡི་རྒྱལ་ཁབ་ཕན་ནེ་ཕ་ཅིག་ད་དཔལ་འབྱོར་ལོངས་སྤྱོད་ཡོད་ས་དེ་ཚོའི་གྲས་ལ་ཡང་དབང་མང་པོ་ཞིག་གནང་བསྡད་པ་ཡིན་ན་ཡང་ཕལ་ཆེ་ཕན་ཡང་ཁ་ལས་ཁག་པོ་རེད། བླ་མའི་ངོས་ནས་ཡང་ཀུན་སློང་གང་འདྲ་ཡོད་མེད་ཐེ་ཚོམ་རེད་སློབ་མའི་གི་ཞུ་བའི་སྐབས་སོགས་ཡང་ཐེ་ཚོམ་ཐེ་ཚོམ་རེད་དེ་འདྲ་ཡིན་དུས་ཅིག་གསང་སྔགས་སྙིང་པོ་གསང་སྔགས་གཉན་པོ། དཀྱིལ་འཁོར་དེ་འདྲ་གཅིག་གི་དང་དབང་བསྐུར་རྒྱུད་བཤད་ཉམས་ལེན་དེ་ཐོག་མཐའ་བར་གསུམ་ག་བ་ཡིན་ན་ཡང་བླ་མ་གོང་མ་ཐམས་ཅད་ཀྱིས་དཀའ་བ་བརྒྱ་ཕྲག་སོགས་དང་ཟློས་དཀའ་སྤྱད་མང་པོ་ཞིག་བྱས་ནས་གནང་བཞག་པ། པ་འདི་ལྟ་ཡི་བཤད་ལོ་ཙཱ་བས་གི་རྒྱུ་རུ་དཔེ་གནད་ཅིག་གིས་དང་བོ་ལ་ཡང་ས་དགེ་བཀའ་ཉི་ཁྲི་སུ་མ་མཆིས་པའི་མཁས་པ་ཐམས་ཅད་ཀྱིས་དཀའ་བ་མང་པོ་ཞིག་སྤྱད་ནས་བཀའ་ཁྲིད་སོགས་དང་ཟློས་ནས་གནད་ཅིག་གིས་རྩོམ་པ་དང་བསྒྱུར་བ་དང། ཡང་ན་ལྷག་པར་དུ་དང་ནི་དགྲ་བགེགས་ཀྱི་གསང་ཆེན་སྙིང་མེད་ཀྱི་སྔ་འགྱུར་བའི་དང། མདོ་རྒྱུད་སེམས་གསུམ་གྱི་སྙིང་པོར་བཅོས་པའི་གདངས་ཉམས་ལེན་འདི་ཚོའི་རིགས་དེ་ཞིག་ཡོད་ང་དབང་ཞུས་པ་ཡིན་དབང་ཐོབ་སོང་ང་ད་ནི་བརྒྱུད་པ་ཡོད་ཟེར་བ་ཙམ་ཞིག་མ་ཡིན་པ་ད་ནི་ཅིག་གིས་བརྒྱུད་པ་དེ་གིས་མ་འོངས་པ་ལ་སེམས་ཅན་ལ་ཕན་ཐོགས་གནང་ཡང་དེ་ཞེ་དྲག་གལ་ཆེན་པོ་རེད་དེ་འདྲ་ཡིན་དུས་ཅིག་ཅིག་བླ་ཆོས་སུ་མ་སོང་བ། ཞེས་དབང་བསྒྲུབ་པ་ཡིན་ན་ཡང་དབང་བསྒྲུབ་དེ་ཡང་ལྷ་ཆོས་སུ་མ་སོང་བ། རྒྱུན་ཁྱེར་ཞིང་གནང་པ་ཡིན་ན་ཡང་དེ་ལྷ་ཆོས་སུ་མ་སོང་བ། ཅེས་བླ་མ་གོང་མ་ཚོ་གི་དཀའ་བ་མང་པོ་ཅིག་བསྐྱེད་བཞག་པ་དེ་ད་ལྟ་ང་ཚོས་ཀྱི་མིག་དཔེ་ཞིག་བལྟ་བྱས་ནས་ཀྱི་མ་འོངས་པ་ལ་ཕན་ཐོགས་ཆེན་པོ་ཡོང་ཡ་དང་ལྷག་པར་དུ་དབང་ཞུས་ཚར་ནས་ལྷ་འདིའི་ནང་ལ་ཡོད་བསྡད་པའི་གི་ཅིག་གི་ཁྲིད་རིམ་དེ་ཚོ་བྲིས་ཏེ་ག་ཚོད་ཡིན་ན་ཡང་སློབ་སྦྱོང་གནང་ཉམས་བཞེས་གནང་རབ་བྱུང་ན་ཚེ་དང་འགྲུལ་པ་སྙོམས་པའི་གི་ཉམས་བཞེས་ཐོག་ལ་ཡག་དང་འགྲོ་ཐུབ་ཡ། འོ་དེ་འདྲས་ན་ཡང་དེ་ཁྲིད་སྐོར་དེ་ཚོ་ཞེ་དྲག་གལ་ཆེན་པོ་རེད་ད་དབང་དེ་ཚང་མས་བསྐུར་བསྡད་ཀྱི་ཡོད་རེད་ག་བ་ཡིན་ན་ཡང་དབང་བསྐུར་མང་པོ་ཡོད་རེད་ཕ་ནས་དབང་བསྐུར་གྱི་འདུག་བུ་ནས་ཚུལ་ནས་དབང་བསྐུར་གྱི་འདུག་ཟེར་ན་ད་དབང་བསྐུར་ཡ་ལ་ཅིག་གིས་ཞེ་དྲག་དཀའ་ངལ་མེད་བསྡད་མཁན་ཅིག་དཀོན་པོ་ཡང་མེད་བསྡད་མཁན་ཅིག་རེད་ད་དཀའ་ལས་ཁ་ཤོ་དེ་ག་རེད་ཟེར་ན་འདིའི་ནང་ལ་ཡོད་བསྡད་པའི་གི་ཁྲིད་སྐོར་དེ་ཚོ་རེད་ཁྲིད་ཀྱི་སྐོར་དེ་ཚོ་རེད་དེ་འོ་དེ་འདྲས་ཡིན་འདུག་དཔེར་ན་བི་མ་སྙིང་ཐིག་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ན་དེའི་ནང་ལ་ཡོད་བསྡད་པའི་ད་ཁྲིད་ཡིག་གཙོ་བོ་དེ་གཅིག་མཚོན་སྙིང་ཐིག་ལ་ཐུག་བསྡད་ཡོད་རེད། འོ་དེ་འདྲ་སེམས་མ་ཉམས་ལེན་གནང་ཡག་དང་དེ་ལས་ཅིག་གི་བླ་མ་ཡང་དེ་འདྲ་བོ་ཞིག་ན་དེ་ནང་ལ་ད་འོ་ཁྲི་སྐོར་གི་རིམ་པ་མང་པོ་ཞིག་བོ་ཅིག་ཡོད་རེད་དེ་འདྲི་གི་སྐོར་མང་པོ་འདུག་བ་འོ་དེ་ཚོ་འདྲེས་ཏེ་ཅིག་ག་ཚོད་ཡིན་ན་ཡང་ཉམས་ལེན་གནང་ཐུག་ཡག་དེ་ནས་བླ་མ་ཡང་དེ་འདྲ་བོ་ད་ད་འདྲ་མཁའ་འགྲོ་ཡང་དེ་འདྲ་བོ་ཞིག་ན་འདི་ནང་ལ་ཡག་ད་གི་གོང་དུ་ཞུས་པ་ལྟ་བུ་རེད་ནམ་མཁའ་སྐོར་གསུམ་ལ་སོགས་པ་དེ་ཚོ་གི་ད་ཁྲིད་ཡིག་དེ་ཚོ་ནམ་མཁའ་དྲི་མེད་ནམ་མཁའ་ཀློང་ཡངས་འོ་དེ་འདྲ་རེད་ད་ཅིག་གལ་ཆེན་པོ་ཞེ་དྲག་རེད་དེ་ཚོ་འདྲེས་ཏེ་ཉམས་ཞན་གནང་ནས་མ་འོངས་པ་ལ་ང་གཅིག་གིས་གཞན་ལ་ཡང་དབང་གི་ཐོག་ནས་ཕན་ཐོགས་མ་ཐོགས་དེ་ཉམས་ལེན་གྱི་ཐོག་ནས་འགྲོ་དགོས་ཀྱི་འདུག་བསམ་གྱི་འདུག་ཉམས་ལེན་མེད་པ་ཡིན་ན་དཔེར་ན་དབང་གི་ཐོག་ནས་གཞན་ལ་ཕན་ཐོགས་ཡ་དེ་དཔེར་དཀའ་ལས་ཁག་པོ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་གཅིག་གིས་འདིས་གཅིག་བརྒྱུད་པ་དེས་མ་འོངས་པ་ལ་མི་ཚེ་ཡག་པོ་ཅིག་ཡོང་ཡང་གཞན་ལ་ཕན་ཐོགས་ཡ་འོ་དེ་འདྲ་གཅིག་གིས་གནང་རོགས་གནང་ཟེར་ནས་ད་འབོད་སྐུལ་ཞུ་ཡ་དེ་ཡིན་རང་ངོས་ནས་དང། གཅིག་གིས་ས་སྔགས་རྡོ་རྗེ་ཐེག་པའི་དགེ་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་མེད་པ་དང། ཉམས་ལེན་གཅིག་གིས་ཡང་དག་པ་དང་བསྙེན་སྒྲུབ་ལས་གསུམ་ལ་སོགས་པའི་ཉམས་ལེན་གྱི་བྱེ་བྲག་ཡོད་མ་རེད་དེ་མེད་པ་ལ་བརྟེན་ནས། ཅིག་གཞན་ལ་ཕན་ཐོགས་ཡ་དེ་དང་བ་དེ་ཆོས་ཟེར་རེད་སེར་པོ་སེར་རྐྱང་རེད་རང་བློ་རང་གིས་ལྐོག་ཏུ་མ་གྱུར་པ་རེད་དེ་ཡིན་ན་ཡང་ད་སྤོབས་པ་འདྲ་པོ་གང་ཡོད་ཟེར་ན་བླ་མ་བཟང་པོ་ཅིག་བསྟེན་མྱོང་བྱིན་རླབས་བཟང་པོ་ཅིག་ཐོབ་མྱོང་ད་དེས་མ་བསྐུར་བའི་སྐབས་སུ་ལ་ཀུན་སློང་ངན་པ་གཅིག་རྩ་བ་ནས་ཁུ་བྱུག་མ་འབྱུང་ངོ་ཞེས་དང། དཔལ་འབྱོར་བསྡུ་ཡག་དང་མིང་ཡོང་ཡག་སྙན་གྲགས་ཡོང་ཡག་ཁོ་རུ་སློབ་མ་མང་པོ་འདུག་ཟེར་ཡག་གཅིག་གིས་ད་དེ་འདྲ་གཅིག་གི་དམིགས་ཡུལ་རྩ་བ་ནས་མེད་དེ་དམིགས་ཡུལ་བཞག་མེད་ལ་བཞག་རུང་གི་མ་རེད། མི་ལ་མ་ལས་རྒྱུ་འབྲས་ཤེས་མཁན་གཅིག་རེད་སྐྱེ་བ་སྔ་ཕྱི་ཤེས་མཁན་གཅིག་རེད་བྱས་རུང་དང་མ་རུང་མ་ཤེས་མཁན་གང་ཟག་ཁོ་རང་གིས་དེ་འདྲའི་གི་བསམ་པས་བསམ་པ་ཕྱིན་ཅི་ལོག་པ་སྐྱོར་བ་ཕྱིན་ཅི་ལོག་པ་བྱས་བསྡད་པ་ཡིན་ན། ཆོས་ནས་རུང་ཡང་རྩ་བ་ནས་ཡོད་མ་རེད་དེ་འདྲ་ཡིན་དུས་ཅིག་ལྷག་བསམ་རྣམ་དག་འདྲ་ཞིག་བྱས་ནས་ད་བསམ་པ་བཟང་པོ་ཡིན་པའི་ཁུལ་རེད་ད་དེ་འདྲ་ཅིག་གི་ཐོག་ནས་ཅིག་མ་འོངས་པ་ལ་བསྟན་པ་འཛིན་པའི་སྐྱེས་བུ་ཟེར་བའི་སྐབས་སོ་ལ་ཡ་ཁྲི་སྒང་ལ་དེ་ཤུགས་ལྡན་ངན་རྒྱ་སེ་གོས་ཆེན་གཏུམ་དེ་བས་ཀྱི་གཅིག་པུ་མ་ཡིན་པ་བསྟན་པ་འཛིན་པའི་སྐྱེས་བུ་ཟེར་ཡ་དེ་ད་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་ལ་བརྩོན་དེ་ནས་ལྷག་པར་དུ་ཟབ་ཆོས་རྨད་དུ་བྱུང་བ་འདི་འདྲ་བོ་ཅིག་གིས་གཞན་ལ་ཕན་ཐོགས་ཐུབ་ངེས་ཅིག་ཡོད་ན་དེའི་བསྟན་པ་འཛིན་པའི་སྐྱེས་བུ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་དེ་རིགས་ཀྱི་ཆོས་བྱེད་པར་འགྲོ་གི་མ་རེད་གོ་གོ་ནན་གྱི་བྱེད་པར་འགྲོ་གི་མ་རེད་ཁྲི་མཐོ་དམན་གྱི་སྐད་ཆར་འགྲོ་གི་མ་རེད་འོ་གོ་ས་མཐོ་དམན་གྱི་སྐད་ཆ་མ་རེད་དེ་འདྲ་ཡིན་དུས་ཅིག་དེའི་ཐོག་ནས་མ་འོངས་པ་ལ་སུས་ཕན་ཐོགས་ན་དེ་སངས་རྒྱས་ཀྱི་བསྟན་པ་འཛིན་པའི་སྐྱེས་བུ་ཚད་ལྡན་ཅིག་ཆགས་བསྡད་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་བླ་མ་མཚན་ཉིད་དང་ལྡན་པ་ཟེར་ན་དེ་རེད་བརྒྱུད་པ་ཚད་དང་ལྡན་པ་ཟེར་ན་དེ་འདྲ་ཞིག་རེད་དེ་གྱི་ཐོག་ནས་དེ་མ་འོངས་པ་ལ་ཅིག་བླ་ཆོས་སུ་མ་སོང་བ། གང་ཐུབ་ཅི་ཐུབ་ཀྱི་ཐོག་ནས་ཉམས་བཞེས་གནང་ཡག་དང་དེ་ཡི་ཐོག་ནས་གཞན་ལ་ཕར་ལྷག་པར་དུ་ཁྲིད་རིམ་སྐོར་དེ་ཚོ་འབྲེལ་བརྡ་དེ་ཚོ་གནང་ཡག་དེ་གལ་ཆེན་པོ་རེད་དེ་ཁྲིད་སྐོར་དེ་ཚོ་འབྲེལ་བརྡ་གནང་ན་ཡག་བཤད་ཡག་ལུགས་སྲོལ་ཡོད་མ་རེད་སྔོན་མ་ད་བླ་མ་གོང་མ་ཚོས་གསུང་སྐད་མི་འདུག་ཨ་དེ་འདྲ་ཡིན་དུས་ཅིག་ཉམས་ལེན་གནང་མཁན་ཚོ་གིས་ཅིག་ཚེ་དང་སྒྲུབ་པ་སྙོམས་ཐུབ་ཡག་ལ་སོགས་པ་དེ་འདྲ་གི་ད་དགོངས་པ་རྒྱ་ཆེན་པོ་བཞེས་ཐུབ་མཁན་ཞིག་ཡོད་པ་ཡིན་ན་དེ་ནས་བླ་མའི་སྐུ་མདུན་གྱིས་ཡག་བསྐྱར་བྱས་ནས་དམིགས་བསལ་གྱི་ཁྲིད་སྐོར་དེ་ཚོ་འབྲེལ་ཏེ་དེ་ནས་ཉམས་ལེན་དེ་ཚོ་ཞུ་ཞུས་ནས་ཀྱང་སོ་སོ་གིས་ཉམས་ལེན་བྱེད་ཉམས་ལེན་བྱེད་བླ་མ་ལ་ཡག་རྟོགས་འབུལ་ཞུ། བླ་མས་གལ་ཏེ་བརྡར་ཤ་བཅད་ནས་འགྲིག་འདུག་དང་མི་འདུག་ཐུག་ས་ལྟ་བ་མ་གཏོགས། སྤྱི་དང་མི་མང་པོ་ཅིག་ཚོགས་ཉི་མ་བདུན་བརྒྱད་གཅིག་ལ་ཡར་ཁྲིད་རིམ་གྱིས་བཤད་དེ་འཐོར་སོང་ན་དེ་འགྲིག་གི་ཡོད་མ་རེད། འོ་དེ་འདྲ་ཅིག་གིས་ད་ཅིག་གིས་ཁོ་རང་བསྟན་པ་ལ་འཇུག་པའི་གི་ལམ་གྱི་རིམ་པ་ཅིག་ཡོད་རེད་དེ་ཚོ་བྲིས་ཏེ་མ་ནོར་བ་མ་འཆུག་བ་མ་འཛོལ་བ་བཅས་ཀྱི་ཐོག་ནས་དཔེ་ན་གནང་རོགས་གནང་ཞེས་ཞུ་ཡ་ཡིན། དེ་ནས་དབང་གི་སྐབས་སུ་ད་རང་ཉིད་ལེ་ལོ་དང་སྙོམ་ལེན་གྱི་དབང་དུ་སོང་ཏིང་ངེ་འཛིན་མ་གསལ་བ་དང་དེ་ནས་དབང་ལ་ཡར་ད་ཆད་པ་དང་འཛོལ་བ་དང་ནོར་བ། ལྷག་པ་ལ་སོགས་པའི་ཉེས་པ་གཏན་གཏན་ཡོག་རེད་དེ་ཚོ་བྲལ་ཏེ་འདི་ནི་མཁྱེན་པའི་སྤྱན་རས་ཡངས་པ་འདི་ནི་ད་མཁན་པོ་དང་སློབ་དཔོན་རྣམ་པ་ཚོ་མཆོག་གི་ཁྲོ་བོའི་སྐུ་རྣམ་པ་ཚོ་དང་དེ་ནས་སྔགས་འཆང་རྣལ་འབྱོར་ཕོ་མོ་ཐམས་ཅད་ཀྱི་མདུན་དུ་ཡང་བཤགས་པ་ཕུལ་ཡང་དེ་འདྲས་སུ་བྱས་དེ་ནས་དེ་ལས་བྱུང་བའི་དགེ་བའི་རྩ་བ་གང་ཡོད་པ་དེ་དེ་ནི་འཇིག་རྟེན་གྱི་ཁམས་འདི་ལས་ཡང་དེ་ནི་གཅིག་སངས་རྒྱས་ཀྱི་བསྟན་པ་སྤྱི་དང་བྱེ་བྲག་གི་བསྟན་པ་མཛད་པའི་སྐྱེས་བུ་སུ་དང་སུ་ཡིན་པ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་པ་དང། དེ་ནས་དེ་འཛིན་གྱིས་དག་ཅིག་གོ། སངས་རྒྱས་ཀྱི་བསྟན་པ་རང་རང་སོ་སོ་གྱི་ད་བརྒྱུད་རིམ་སྐབས་སུ་བཀའ་བརྒྱུད་རྙིང་མ་ས་སྐྱ་དགེ་ལྡན་ག་རེ་ཡིན་ན་ཡང་རང་རང་གི་ཚིག་ལམ་བསླབ་པ་གསུམ་གྱི་ཉམས་ལེན་དང་ལུང་བསྟན་ནུས་གསུམ་གྱི་འཆད་ཉན་དེ་མ་བྱས་པ་དཔེ་ལེན་བྱེད་ཀྱི་ཆུ་བོའི་གི་རྒྱུན་ལྟ་བུ་ཕྱོགས་མཐའ་ཀུན་ཏུ་ཁྱབ་ཐུབ་པ་དང་དེ་ལ་བརྟེན་ནས་འཇིག་རྟེན་གྱི། མཐའ་དབུས་གང་དུ་ཡང་ནད་མུག་འཁྲུག་རྩོད་སླར་གསོ་བད་ཀན་ཀ་བ་ངན་པ་ཐམས་ཅད་རྩད་ནས་ཞི། ཐམས་ཅད་སྟན་གཅིག་གི་བསམ་པར་རྣམ་པར་དག་པ་སྦྱོར་བ་རྣམ་པར་དག་པ་བའི་ཐོག་ནས་སྟན་གཅིག་གི་ཆོས་ལ་འཇུག་ཐུབ་པ་དང་དེ་ཡི་སྒོ་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་ང་ཚོ་ཁ་ནས་ཕན་པར་ཤོག་ཟེར་བ་ཙམ་མ་ཡིན་པ་དངོས་དང་བརྒྱུད་ནས་ཕན་ཐོགས་པ་ཞིག་ཡོང་ཐུབ་པར་ཤོག་ཟེར་ད་ང་བསམ་པ་རྣམ་དག་གི་ཐོག་ནས་དེ་འདྲ་ཞིག་ཞུ་གི་ཡོད་ལ་ཐམས་ཅད་ཀྱི་ད་བྱས་པ་དོན་ལྡན་དུ་འགྲོ་ཡག་ཅེས་ཉི་མ་བཅུ་གཅིག་གི་རིང་ལ་བསགས་པའི་དགེ་བའི་རྩ་བ་དེ་བར་མ་དོ་ལ་འཕྲོ་བརླག་མ་སོང་བ། འཇམ་དཔལ་དཔའ་བོ་ཇི་ལྟར་མཁྱེན་པ་དང་སྐུ་མདོག་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་གྱིས་དགྱེས་སོ་བདག་སློབ་ཀྱི་དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ་བར་གསུང་བ་དང་ནམ་མཁའི་མཐའ་རུ་གྱུར་པ་ཇི་ཙམ་པ་སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ་ཇི་ཙམ་ལས་དང་ཉོན་མོངས་མཐའ་གྱུར་པ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་གསུང་བ་ལྟ་བུ་གྱི་རྟགས་ཁ་ཡོད་ལག་ཡོད་ཀྱི་ཐུགས་མོས་བྱང་ཆུབ་གནང་རོགས་གནང་ད་འབོད་སྐུལ་ཞུ་ཡ་དེ་ཡིན། དེ་ནས་ཁྱེད་རྣམ་པ་ཚོ་ཡ། བསམ་པ་དང་སྦྱོར་བ་གང་ཡིན་ན་ཡང་ཆོས་བཞིན་དུ་འཇུག་ཐུབ་པའི་གེགས་ཆོས་གསུམ་ལ་གསོལ་འདེབས་དང་དེ་ནས་ཅིག་ལྷག་པའི་བསམ་པས་གེགས་དྲངས་པའི་ཐོག་ནས་དུས་རྟག་ཏུ་ཐུགས་ཟིན་ནས་འོ་ཞུ་ཡ་ཡིན་བཀའ་དྲིན་ཤིན་ཏུ་ཆེ་དེ་ནས་ད་རིང་གི་ད་འདི་གཙོ་བོ་བན་ཆེན་འདུས་སྡེ་ཐོག་ནས་འབོད་སྐུལ་ཞུས་པ་རེད་དེ་ནས་འབོད་སྐུལ་བྱས་པ་ལྟར་དུ་ད་ང་ཚོ་དེ་བྱས་པ་རེད་དེ་ནས་འདི་གི་ཐོག་ལ་ཡང་ད་ཅིག་འོ་ད་དཔུང་རོགས། དེ་ནས་རྒྱབ་སྐྱོར་གནང་མཁན་དེ་ལྕགས་ཀྱི་གསང་སྤྲུལ་རིན་པོ་ཆེ་ངོ་ཁོང་རེད་གསང་སྟེ་སྤྲུལ་སྐུ་རིན་པོ་ཆེ་ཁོང་གིས་དང་དེའི་ཐོག་མཐའ་བར་གསུམ་ལ་ཡ་གཅིག་གྲ་སྒྲིག་གནང་ཡག་ཡིན་ན་རེད་གང་ཅིའི་ཐད་ནས་མཐུན་སྦྱོར་གནང་ཡག་ཡིན་ན་རེད་དེ་ཁོང་གིས་གནང་ཡོད་རེད་དེ་ལ་ཡ་གཅིག་བཀའ་དྲིན་ཆེ་ཞུ་ཡག་དང་དེ་ནས་སྐུ་ཚེ་བརྟན་པའི་སྨོན་འདུན་ཞུ་ཡག་ཡིན་བཀའ་དྲིན་ཆེ།